དེ་རྣམ་པ་ཚོའི་ཚོང་ཚང་ནས་བྱེད་ས་འགན་ནས་ཡག་པོ་བྱེད་ནས་ནས་སྲིད་རོགས་བྱེད་བཞོན་ཡིན། སྤྱིའི་ཆ་ནས་ངའི་ལམ་ཀུན་དེ་ནས་ད་འདི་དེ་གིན་ཡེ་ནས་ཇེ་ནལ་དེ། གཙོ་བོ་ག་རེ་རེད་ལ་བར་ན་ད་ང་རང་ཚོ་གིས་གཙོ་བོ་བསམ་བསམ་དོན་གཞན་ཕན་བྱེད་གྲུབ་གིན་ང་རང་ནས་མིང་སྦྱར་བྱས་ཡོད་རེད། ད་གཙོ་བོ་གཙོ་ང་རང་ཚོ་གིས་ད་དེ་འདི་གིས་མཚམས་མཚམས་ལ་ཉིན་རེ་ཉིན་རེ་མི་ཚེའི་ནང་ལོགས་ལ་ད་ནས་འདྲ་མི་འདྲ་བྱེད་ཡོང་དུ་གིན་འདུག་དེ་དག་གོང་ནས་ད་ཐམ་ཚང་ལ་འཚོ་བ་སྐྱིད་པོ་ཐོབ་ན་ཅིག་ཞུ་ཡ་དང་ཐམ་ཚང་ལ་མི་དང་དེ་ནས་རོགས་པ་དེ་འདྲ་བྱེད་ཡ་དང། སྤྱི་དང་ངས་སྤྱི་ནང་ལས་རྒྱུ་ནས་དོ་ནམ་པ་དོར་ཅིག་བསྟན་གྱི་ཡོད་རེད། བསྟན་ཡ་དེ་གཙོ་བོ་ངས་དེ་ང་དེ་མ་རེད་ང་རང་མཁས་པ་ཡིན་ང་རང་འཇོན་ཐང་ཆེན་པོ་ཡོད། ཨོ་དེ་རྩ་བ་ཉིད་ནས་མ་རེད་ལ། ང་དང་ང་ཞེས་བྱ་བའི་ཁ་ཤེས་ཤིག་ཅིག་ལ་ད་དངོས་གནས་དྲང་གནས་ཀྱི་ད་ཁོ་རང་ཚོ་གཅིག་མི་ལ་གཅིག་ཕན་ཐོགས་བྱས་ཡ་དང་གནས་མི་ལ་ཅིག་ག་གནས་ག་རེ་དང་ཅིག་བྱས་ཀྱི་སུ་སུ་སུ་སུ་ཀུ་ལོང་ཟིག་ཡོད་རེད་བ། སུ་སུ་སུ་ལུག་པ་ཇི་ཐང་ང། ག་གནས་ཅི་ནས་ཇི་དགོས་རེད་སམ་ཁ་ཅིག་དེ་འདྲའི་དྲི་བ་བྱས་ཀྱི་ཡོད་རེད་ད། ངས་དྲན་གྱི་འདུག་བ་འདི་དང་འདི་བཞིན་དུ་འདི་བརྒྱུད་ནས་ཅིག་སུ་སུ་ལ་ཡང་ཅིག་ཨོ་དེ་འདྲས་ཞིག་བལྟ་ནས་ཅིག་ཕན་སོང་ན་བསྒྲིམ་ནས་དེ་ལ་ཅིག་དྲན་གྱི་རེད་མ་གཏོགས་པས། ང་ཡང་ངར་ཅིག་འཇོན་ཐང་ཆེན་པོ་ཡིན་ང་ཅིག་མཁས་པ་ཡིན། སུ་ཅིག་ལ་དྲན་གྱི་ཡོད་མ་རེད།

ཅི་གང་ཕན་ཡོད་མ་རོ། སོ་སོ་སོ་སོའི་ཡིད་ནི་ངག་དང་ཡིད་ངག་རྣམ་པ་དང་ནི་འཇུག་ལྡང་མེད་ལ་དེ་ལས་སེམས་པ་ལྡང་བ་ཡིན་ན། ངག་ངག་བྱས་པ་ཐ་མ་དེ་ལས་ག་རེ་སོ་སོ་གཅིག་པོ་ལ་ཡ་རེ་མེད་ཐ་མ་དེ་ལ་དེ་རིག་གི་ཡ་ང་ན་དུ་དེ་ཁྱེར་གི་ཡོད་པ་ཡིན་ན་དེ་འདྲའི་ཀུན་སློང་འཇོག་པའི་དབང་དུ་བཏང་ན་ཐ་མ་ལ་སོ་སོ་སོ་སོ་ལ་ཡ་རེ་ད་གཟོད་ཧོན་ཙང་དེ་འདྲའི་ཀུན་སློང་རྩ་བ་ཉིད་ནས་ཡོད་མ་རེད་ཟེར་རོ། དེ་ག་རེ་བྱས་ནས་འཇུག་གི་རེད་དེ་ནི་སོ་སོ་ཕར་ལ་གཅིག་ཕན་སོང་ན་སུ་ལ་གཅིག་ཕན་སོང་ན་གཅིག་དང་གཅིག་ལ་ང་རང་ཚོ་ལྟ་མི་ཚེ་འདི་ཡི་ནང་ལ་ང་རང་མི་རབས་གཅིག་གི་མི་ང་རང་ཚོར་མི་རབས་གཅིག་གི་མི་ཆགས་འདོད་ཡོད། ད་རྡོ་ཐོག་ག་རེ་བཞུད་པ་ཡིན་ན་ཡང་གཅིག། ཕར་སོང་གཉིས་ཀ་ལ་གཅིག་ཕན་སོང་ལ་དྲན་ནས་ཕན་སེམས་ཀུན་ནས་རག་ནས་གཅིག་བཞུགས་ཀྱི་རེད་མ་གཏོགས་པའི། སོ་སོ་གཅིག་མིག་སྔར་ཆེན་པོ་ལས་ཡ་དང་སོ་སོ་གཅིག། མཁས་པ་ཡིན་པའི་རྣམ་པ་བསྟན་ཡ་དང་རྩ་བ་གཉིས་ནས་ཡོད་མ་རེད་ལ་དེ། དྲན་མཁན་ཡོངས་སུ་ཡིད་རེ་སྐོར་མ་དྲན་ཡང་ང་ཚོ་ལབ་ཐུབ་གི་ཡོད་མ་རེད་སོ་སོ་སོ་རང་རང་ལ་ཁོ་ཚོའི་སེམས་ནས་ང་ཚོ་འཛུལ་ཐུབ་དགོས་མེད་ལ་ང་ཚོ་སེམས་ནས་ཁོ་ཚོ་འཛུལ་ཐུབ་གི་ཡོད་མ་རེད་ཡིན་ན་ཡང་དག་ཅིག་སོ་སོ་སོ་སོ་གིས་ཡང་ནི་དགའ་ཉེ་ཅིག་ང་ཅིག་བྱས་ཏེ་ཨོ་ད་ང་རང་ཚོ་ཡང་ནི་མི་རབས་གཅིག་གི་མི་རེད་ད་ནས་བཟུང་ཚང་ཕར་ཚུར་གཉིས་ཀ་ལ་སྐྱིད་པོ་ཅིག་ཡོང་ན་དྲན་ནས་ད་ཚོ་གཉིས་ཀ་ལ་ཅིག་ཕན་ན་དྲན་ནས་བཞུགས་གི་རེད་མ་གཏོགས་ནོར་ཡ་བྱས་ཏེ་ཅིག་རྩ་བ་ཉིད་ནས་བཞུགས་གི་ཡོད་མ་རེད་ཅི་དང་བཟོ་དེ་མཁན་མང་པོ་ཞིག་ཡོད་རེད་དེ་ཁ་ཅིག་གི་སྐུ་ལོང་ངོ་ནས་རྒྱག་པོ་དེ་ནས་དེ་ནས་ཁ་ཅིག་གཞི་བ་ཐོག་ནས་བསྟན་ཡ་དང། མི་འདྲ་མི་འདྲ་ཞིག་ང་ཚོ་ཡུ་ཀྲུབ་ཅིག་ལྟ་དེ་འོ་ནུབ་ཡོང་དུ་ཡོང་དུ་གི་འདུག་ཁ་ཅིག་གི་ད་ཁོ་རང་སོ་སོ་སོ་སོ་གི་ད་རྣམ་དཔྱོད་བེད་སྤྱོད་བཏང་ནས་ཨོ་ད་དེ་འདྲ་བྱས་ན་འདི་ལ་དེ་འདྲ་བྱས་ནས་ཕན་ས་རེད་དེ་འདྲ་བྱས་ནས་ཕན་ས་རེད་ཕལ་ཆེར་དེ་འདྲ་བྱས་མེད་ན་དྲན་འདོད་རེད་ང་རང་གི་བསམ་ཚུལ་ལས་ངས་ལྟ་སྟངས་དེ་དེ་འདྲ་ཞིག་ལྟ་དགོས་རེད་རོ།

གཞུག་གི་འཛུགས་སྐྲུན་མ་གཏོགས་པའི་ཁོག་གཅིག་ནོན་ན་དྲིན་ཆེན་ཕར་ཆེར་གཞུག་མཁན་དཀོན་པོ་དཀོན་པོ་རོགས་འདུག་ད་གཅིག་གཉིས་དེ་ནས་ཡོང་སྲིད་ཀྱི་རེད་ད། གཅིག་གཉིས་ལ་ལྟ་ན་ཆ་ཚང་གཅིག་པ་གཅིག་རྐྱང་རེད་ཆ་ལག་ཏུ་ཁུག་མ་རང་བ་རང་ཚོ་རེད། རེད་བ། ད་དེ་རིང་ངས་རྣམ་པ་གཙོ་ལ་གཙོ་བཙོང་གཙོ་བཙོང་ཙང་ད་དེ་རིང་ངས་དེ་འོ་དེ་གཙོ་འོ་ད་དེ་གཙོ་ལ་ནས། YouTube བཟོ་མཁན་དུ་འདུག་གི་ཁོ་རང་ཚོ་ལུགས་བཟོ་སྟངས་དེ་དེ་འདྲ་ཅིག་འདུག་ང་ངས་རྣམ་པ་བཟོ་ཞུས་མ་རེད་དོ་ཁོ་ཚོས་ད་ང་རང་ཚོ་གི་ལྟ་ག་དེ་ནས་ཡང། ཁྱེད་རང་ཚོ་བཟོ་མཁན་དང་ཆ་ཚང་ཡང། བྱས་ཡ་དེ་ནས

བྱེད་བདེ་གི་ཡོད་རེད་རོ། འགྲོ་བདེ་གི་ཡོད་རེད་ཡ་མུ་མཐུད་ནས་འགྲོ་དང་འགྲོ་གི་ཡོད་རེད་ཡིན་ནང་གཙོ་བོ་གཙོ་བོ་དང་དེའི་ནང་ནས། ད། གཙོ་བོ་ག་རེ་ལས་ཀི་རེད་ར་ན་ད། དེ་རྗེས་མ་རྗེས་མ་ནས། ད་དེ་འདྲི་གི་ང་ཚོ་ཁེ་འབའ་དེ་ཚོ་མཉམ་དུ་བགྲོ་གླེང་བྱེད་མཁན་དང། ད་དངོས་གནས་སོ་སོ་སོ་དང་དངོས་སུ་ཐུག་ནས་ཕར་ཚུར་ལ་སྐད་ཆ་འདྲི་ཡ་རེད་རོ། སོ་སོ་སོ་ཆོས་ཐོག་ལ་ཡིན་ཆོས་ཐོག་ཐོག་ལ་བཤད་པ་ཡིན་ན་འདྲ། ཨ་ནི་ཆོས་ཀི་བགྲོ་གླེང་མ་ནི་ཨ་ནི་ཨ་རང་སོ་སོ་ཀི་འཕྲོད་བསྟེན་གི་ཐོག་ལ་ནང་ནས་མི་འདུག། ཨ་ནི་སོ་སོ་སོ་སོ་ཀི་མི་ནི་ང་རང་ཚོ་མི་ཚེ། ག་འདྲས་བྱས་ནས་ང་རང་ཚོ་མི་ཚོའི་ཐོག་ལ་ནི་འགྱུར་བ་བཏང་ལུགས་བཏང་བཏང། འོ་ནི། ཐབས་ལམ། ག་འདྲས་ག་འདྲས་ཅིག་ག་ནི་འདི་བྱེད་དགོས་ཡོད་མི། མ་འདྲ་མ་འདྲ་དང་ང་ཚོ་ནི་བགྲོ་གླེང་བྱ་སྲིད་ཀྱི་རེད་རོ། དེ་དག་ནི་ང་རང་ནི་ནམ་རྒྱུན་ནི་ང་རང་བགྲོ་གླེང་དང་ད་དེ་འདྲས་ལ་དཔེ་མང་པོ་ཞིག་ག་ནི་བགྲོ་ཚར་མཁན་ཞིག་ཡིན། དེའི་ཐོག་ལ་ཏོ་ཟེར་ནི་ཡང་ཏོ་ཟེར་ནི། འོ་ནི་ཉམས་མྱོང་ལ་ནི་མི་འདུག་ད་ཏོ་ཏོ་དེ་ནི་ཐོག་ལ་ནི་ཡང་གོ་བརྡ་ཆ་ང་ཆུང་ངུ་དེ་རུ་མང་པོ་ཞིག་ལ་ནི་ལེན་ཚར་ཡིན་ད་འདྲས་པ་དོ་རོ།

ཨོ་བོད་དོན་བཅས་ཡིན། སོ་སོ་དེ་རིང་ངས་དེ་ལོས་འདྲ་བོ་ཞིག་མི་འདུག་ཡང་ན་སོ་སོ་ལ་དེ་འདྲས་ཀྱི་གནས་ཚུལ་ཆེ་ཆུང་ཅུང་ཅིག་ནས་ཞུས་དེ་ཡོད། དེ་ནི་སོ་སོ་ང་རང་སྡོད་ཀྱི་མི་དེ་ན་ག་འདྲས་ག་འདྲས་ཅིག་འགྱུར་བ་དང། ག་འདྲས་ཐོག་ལེན་ནས་མེད་ཡོད་མ་རེད་ག་རེ་ཡིན་ན་ཐོག་ལེན་ན་དེ་རྣམ་པ་དུ་ལ་ངས་དེ་གི་བོད་ཀྱི་ཐབས་ཤེས་ཡོད་ག་རེ་ལ་ང་རང་ཚོ་གི་ལབ་པ་ལབ་མཁན་ཅི་འདྲས་ཅིག་ཡིན་མི་སོང་ཙང་ལབ་པ་ལབ་མཁན་ཚོ་ལ་ག་འདྲས་ཆེ་ནས་ང་རང་ཚོ་གན་ནས་ཡར་རྒྱ་བཏང་དགོས་རེད། དེ་དང་གཅིག་བྱས་ཏེ་སོ་སོ་སོ་སོ་ཀྱི་དེ་ནི་ཀ་པཱ་སློབ་གཉེར་བྱེད་པའི་གནས་སྐབས་དེ་ན་དེ་ན་ང་རང་ཚོ་གི་ནི་ཆེ་མོ་ག་ཚོད་ཡིན་མིན་རེད་བ་དེ་ཁོ་ཚོ་གི་དུས་ཚོད་ག་ཚོད་ནས་ག་ཚོད་བར་དུ་ཁོ་ཚོ་སློབ་སྦྱོང་བྱེད་ཀྱི་འདུག་རེད་བ། དེ་སློབ་སྦྱོང་བྱེད་པའི་རིམ་པ་དེ་ན་ག་ཚོད་ག་ཚོད་འདུག་དེ་དེ་ནང་ལ་དེ་བྱོས་འོང་དུས་ད་འདི་ནང་ལ་ཨ་རིའི་མཁས་པ་མི་འདྲ་མི་འདྲ་སླེབས་སྲིད་ཀྱི་རེད་རེད་བ། ད་མཁས་པ་དེ་ལ་བལྟ་ནས་ཨ་ཁོ་ད་ཆུང་ཆུང་རེད་ཤག་ཨོ་ཁོ་ཆེན་པོ་རེད་ཤག་ཨོ་ཁོ་དཔེ་ཆེན་པོ་རེད་ཤག་ཨ། ཁོ་ལ་གཅིག་གང་ཡོད་མ་རེད། ཨོ་ཨོ་ད་རྣམ་པ་ཚོགས་ཀྱི་ཕ་ཆེ། འདི་ཅོ་ནེའི་བཞུགས་གི་མ་རེད་དྲན་གྱི་འདུག་ང་རང་ངའི་ངའི་དྲན་གྱི་དེ་དྲན་གྱི་ཡོད་རོ་ཨ། ཁོ་ལ་ཁྱད་པར་ལ་དེ་འདྲ་མི་འདྲ་ཡོང་སྲིད་ཀྱི་རེད་རོ་ཨ། ཚོགས་ཚང། དེ་དང་དེ་བཞིན་དུ་མང་པོ་ཞིག་ད་འདི་ནང་ལ་ནི་ཡོད་ཀྱི་ངའི་དེ་གི་ཨ་ནེ་རྣམ་པ་ཚོ་ལ་ངའི་དེ་འདི་ནི་ཞིག་ཞུ་ཚར་དེ་ཡོད་སོང་ཙང།

ཨོ། དེ་ནི་མིག་གསར་གྱི་དེ་ནས་ལོ་བརྒྱ་ཆེན་པོ་དང། དེ་ནས་སོ་སོ་བའི་ངོ་ནས་མི་ཚེ་རྣམས་ལ་ནི་ག་འདྲའི་ག་འདྲའི་བྱས་ནས་ག་རེ་ག་རེ་བྱེད་དགོས་ཡོད་མེད་ལ་ཡ་དང་དེའི་ཐོག་ལ་མང་པོ་གི་ཡེ་ནས་དེ་འདྲི་ཅིག་ཡེ་ནས་ཕན་ཐོགས་འབྱུང་གི་རེད་དྲི་ནས་ང་རང་གི་དེ་འདྲི་གི་ཀུན་སློང་ཅིག་ཡེ་ནས་གཙོ་བོ་དེ་ཡིན། ཡང་གཙོ་བོ་དང་ང་རང་དེ་ནས་ནི་ཇུས་བསྡུ་སྐབས་དུ་སོ་སོའི་མིང་སྙན་གྲགས་བཟོ་ཡ་ཅིག་དང་དེ་ནས་སོ་སོ་སོ་སོ་གི་ད་ག་རེ་དང། ད་ང་དེ་ཡི་གཙོ་ན་མི་མང་པོ་ཅིག་ཅིག་ང་ལ་ཅིག་ཡེ་ནས་རྒྱབ་སྐྱོར་བྱེད་གི་རེད་ལ་ཡ་དང་ང་ཅིག་ཅིག་ཅིག་བྱེད་གི་རེད་ལ་ཡ་དང་དེ་འདྲི་ངེས། ཀུན་སློང་གཅིག་ནི་རྩ་བ་ཉིད་ནས་མེད་རོ། དེ་གཙོ་བོ་ག་རེ་ཡིན་ལབ་ན་ལྟ་བ་མང་གཅིག་ལ་འོག་ནས་དྲ་གནས་ཀྱི་སྒྲ་གཅིག་ཕན་ཚུན་ང་རང་ཚོ་ལ་ང་རང་ཚོ་གཅིག་དང་གཅིག་ལ་ནས་ཕན་ཚུན་ནང་བསྒྲིབས་ནས་ཕན་ན་དེ་ནས་འོག་ནས་དྲ་ལྟ་དེ་ཕར་ཚུར་གཉིས་ཀ་ལ་རྒྱབ་སྐྱོར་རོགས་བྱ་རོགས་གོ། བྱང་བཟང། རྣམ་པ་ཚོས་ང་རྒྱབ་སྐྱོར་གནང་དང་གནང་བཞིན་པ་འདི་ག་དུས་ཡིན་ན་གནང་གནང་པ་རེད་རོ། རྒྱབ་སྐྱོར་མི་འདུག་ལབ་ན་ངས་རྩ་བ་ཉིད་ནས་ཞུ་ནི་མེད། ནས་ངས་རྒྱབ་སྐྱོར་ཆེད་དུ་འབད་བརྩོན་བྱེད་ཀྱི་ཡིན་ལབ་ན